གངས་ལྗོངས་ཕ་སྐད་གཙང་མའི་གླེང་སྟེགས་ཀྱི་ཚོགས་གཙོ་ཚོགས་གཞོན་དབུས་པའི་དོན་གཉེར་ཅན་རྣམས་ལ་ཡང་ངས་དེ་རིང་མ་འཚམས་འདྲི་སྐུ་ཁམས་གསལ་ཞུ་བཅས་མ་ཞུ་གི་ཡོད། དེ་དང་ད་དེ་རིང་སྔ་ལོ་ད་གུས་སློབ་ཚན་རེས་སྤེན་པའི་ཉིན་མོ་འདུག་སྟ་དག་ཁྱེད་བདེ་བ་རེད། ཏིང་ངེ་ལེ་ཡར་མངགས་བློ་མཐུན་ཞུས་པའི་ནང་ཏང་ཨ་ལེ་ངེ་ལེ་ང་ཚོས་དེ་དཔེ་དེབ་དེ་མ་ཕྱིན་ངོ་སྤྲོད་ཞུ་དགོས་དོན་ཨང། ད་ལྟ་དཔེ་དེབ་དེ་སྔ་འགྱུར་རྙིང་མའི་པར་སྐྲུན་ཞུས་པའི་གི་ཨ་ནི་བཀའ་འགྱུར་དཔེ་དེབ་ཀྱི་གྲངས་བརྒྱ་དང་ཉི་ཤུ་རྩ་དྲུག་ན་གཟིགས་པ་རེད།

མ་ཕེ་ཨ། དང་ཤོག་གྲངས། བཞི་བརྒྱ་ལྔ་བཅུ་ང་གཉིས་ན་ཕེ་ད། བཞི་བརྒྱ་ལྔ་བཅུ་ང་གཉིས་ན་སི་ཨ། ཏཱ་ཏི་ཡ་ཐ། དྷ་ར་ནི། དྷ་ར་ནི། མོ་ནི་པྲ་བ་སཱ་རེ། སི་ཏི། ཅན་དེ། ན་མ། ན་མ་ཅི་ནི་རྷེ་རེ། ཨ་རོ་ག་བ་ཏི།

ལྔ་བཅུ་ང་དྲུག་ན་མཚན་བྱང་དུ་མ་ཞུ་རྒྱ་གར་སྐད་དུ་ཨ་ར་ཡ་མ་ཧ་མ་ཧ་མ་ཧིན་དྲ་ན་མ་དྷ་ར་ནི་བོད་སྐད་དུ་འཕགས་པ་ས་ཡི་དབང་པོ་ཆེན་པོ་ཞེས་བྱ་བའི་གཟུངས། དེ་ནས་ཤོག་གྲངས་བཞི་བརྒྱ་ལྔ་བཅུ་ང་བདུན་ན་སི་ཏཱ་ཏཏི་ཡ་དྷ། ཨ་མོ་དྷ་ནི།

ཨ་ནུ་ད་ར། ཤེག་ཤ། ཤེག་ཤ་ཤི་ལ་བི་དྷྱ་ཅཱ་ར་ན། བི་མུག་ཏི་གུ་ན་གྷ་ན། སམ་བྷ་དྷ་ནི། ཨ་ནུ་ད་ར་སར་བ་ཀུ་ཤ་ལ། མུ་ལུད་བྷོ་དྷ་ནི། ལྷ་ན་རོ་ལོད་ད་ལོད་བྷ་དྷ་བྷ་ན་རོ་བྷོ། མུ་ལུད་བྷོ་དྷ་ནི། ཨ་ནུ་ད་རི།

མ་ཀ་སི། ཨི་ལི་མི་ལི། ཏི་ལི་མི་ལི། རའུ་ར་བེ། མ་ཧ་རའུ་ར་བེ། བུ་ཏི་འག། བུ་ཏི་འག་མེ། བུ་ཏི་པ་ར་ཡ་ནེ། ཏི་མི་གྷེ་སི། མ་ཧ་ཏི་མི་གྷེ་སི། སམ་བྷ་བེ། མ་ཧ་སམ་བྷ་བེ། ཧོ་དོ་སི། ད་དེ་ནས་མ་བྷ་ཏི་སི་ཀུ་ཧི། མ་ཧ་བྷ་བེ་ཨ། ཐ་མ་ཐ་མ་ཐ་བ་ཏུ། ཏཱ་ཏྱ་ཐཱ། རུ་ལེ། མ་ཧཱ་རུ་ལེ། ཧེ་ཧེ་རི། མ་ཏ་རི། འཇམ་བ་ནི། སྟམ་བ་ནི། ཧོ་ཡ་ད་དེ་མ་ཤོད་སིམ་པ་བྱེད། དེ་ནས་ཤོག་གྲངས། ཤོག་གྲངས་དེ་སིལ་ཁུག་གི། ཤོག་གྲངས་བཞི་བརྒྱ། དྲུག་ཅུ་རེ་བདུན་ན་ལ། ཏཱ་ཏི་ཡ་ཐཱ་ཨ་གྷི་ལེ། ཅ་གྷི་ལེ། བ་ལེ། མ་ལེ། ཨོ་ཧ་ནི། མོ་ཧ་ནི། ཇམ་བ་ནི། སྟམ་བ་ནི། ཧོ་ཡ་དེ་བྱས། དེ་ནས། ཤོག་གྲངས་དེ་སྲིད་དང་བཞི་བརྒྱ་དྲུག་ཅུ་རེ་བདུན་རེ་བརྒྱད་རེ་དགུ་རེ་དགུ་དང་མཚན་བྱང་ཙམ་རེད་མཚན་བྱང་དེ་དེ་རེ་དང་བདེ་ལྡན་གྱི་སྙིང་པོ་ཞེས་བྱས། བདེ་ལྡན་སྙིང་པོའི་གཟུངས་ད་ལྟའི་གབ་ལོ་དག་བཞི་བརྒྱ་བདུན་ཅུ་ནང་གསེས་དགུ་ཡིན། བཞི་བརྒྱ་བདུན་ཅུ་ནང་ལས་གབ་ཏུ་ཞུ་ན། ཏཱ་ཏི་ཨ་ཐ་ཧ་ན་ཧ་ན་ས་ནི། ན་བ་ས་ནི། ཇི་བ་ལ་འཇི་བ་ལས་ནི། ཅཱ་ལ་ཅཱ་ལ་ནི།

ཏཱ་ཏི་ཡཱ་ཐ། ཨོམ་ཨ་ཇི་ཏེ་ཨ་ཇི་ཏེ། ཨ་པ་ར་ཇི་ཏེ་ཨ་ཇི། ཨ་ཇི་ཏན་ཇཱ་ཡ། ཧ་ར་ཧ་ར། མེ་ཏྲེ་ཨ་བ་ལོ་ཀི་ཏེ། ཀ་ར་ཀ་ར། མ་ས་མ་ཡ་སི་དྡྷི། བྷ་ར་བྷ་ར། མ་བྷོ་དྷི། མན་དྷ་བྷི་ཇི། སྨ་ར་ས་ར། སྨ་ར་སྨ་ར། ཨ་སྨ་ཀམ་ས་མ་ཡ། བྷོ་དྷི་བྷོ་དྷི། མ་ཧ་བྷོ་དྷི། སཝཱ་ཧ།

བཀའ་བཅས་བཀའ་ཡི་གངས་ལ་ཡག་དང། ཡི་གེ་གངས་ལ་ཡག། རྗེས་སུ་ང་རོ་ཐིག་ལེ་ཅན་ཏེ་བཀའ་ཡི་གངས་ལ་ཡག་འཇའ་ཅན་མ་ཡི་སྒྲ་དང་ལོ་ཡང་རེ་དོའང། ཁོ་རང་ཚིག་གྲོགས་པ་དེ་ལས་ཐོན་དོའང། དེ་ནི་དུ་ང་ནི་བིས། བིས་ཀམ་བི་ན་མ་དྷ་ར་ནི་ཨ་ར་ཡང་ཨ་བ་ར་ན་བིས་ཀམ་བི་ན་མ་དྷ་ར་ནི་བོད་སྐད་དུ། འཕགས་པ་སྒྲིབ་པ་རྣམ་པ་བསལ་བ་ཞེས་བྱ་བའི་གཟུངས། ཞེས་འདི་བ་སྟེ།

བ་ཤེས་ཁྲ་པ་ཏ་པ་ཡ་རེད་དོ། བ་ཤེས་ཁྲ་པ་ཡ། ཨ་བ་ཡང་ཨ་བ་ཡང་ད་ད་ཏི་སུ་ཧ། ཨོ་ཡ་དེ་དེ་ཆེ། དེ་ནས་མ་དེ་ཆེ་ད། ཨོ་ཡ། ཤོག་གྲངས། དེ་རེད་ཤ་ད།

ཨོམ། མ་འཇུག་པ་ར། མ་འཇུག་གོ་ཤ། ཧ་ན་ཧ་ན། པ་ཅ་པ་ཅ། མ་ཏཱ་མ་ཏཱ། མ་ཐཱ་མ་ཐཱ། བི་དྷི་ཝན་ས་ཡ། བི་དྷི་ཝན་ས་ཡ། ཀ་ར་ཀ་ར། ཏྲུ་ཏྲ་ཏྲུ་ཏྲ། བྷན་ཇ་བྷན་ཇ། ཨ་བི་ས་ཨ་བི་ས། ཏྲུ་ཏྲ་ཏྲུ་ཏྲ། ཏྲུ་ཏྲ་ཏྲུ་ཏྲ།